གེ་སར་སྒྲུང་ནི་གོ་ལ་ཟླུམ་པོ་འདིའི་སྟེང་དུ་ཆེས་རིང་བའི་ལོ་རྒྱུས་སྙན་ངག་དེ་ཡིན་ལ། ད་ལྟའི་བར་དུ་ས་གནས་སོ་སོའི་སྒྲུང་པ་རྣམས་ཀྱིས་མུ་མཐུད་དེ་གསར་བརྩམས་དང་ཁ་སྣོན་མཛད་བཞིན་ཡོད་པས་ལོ་རྒྱུས་སྙན་ངག་གསོན་པོ་དེ་གང་ཡིན། སྒྲོམ་པ་ནི་གེ་སར་རིང་ནས་འཛི་ཤོང་སྤོས་སེམས་ཀྱི་སྲོག་ཤིང་ལྟ་བུ་དེ་ཡིན་ལ་དེ་ལ་ཤེས་ནས་རྫོགས་ཀྱི་མེད་པའི་བབ་སྒྲོམ་དང་བྲིས་ན་ཚར་གྱི་མེད་པའི་གཏེར་སྒྲོམ་གང་འདས་ས་ལེར་ཤར་བའི་བཀྲ་སྒྲོམ་ཕ་ཚ་བུ་རྒྱུད་ནས་སྤེལ་བའི་འཇུ་སྒྲོམ་དེ་བཞིན་དུ་ཐུལ་སྒྲོམ་དང་ལྷབ་སྒྲོམ་སོགས་སྒྲོམ་པའི་རིགས་མང་པོ་ཡོད། འབྲུ་གཏེར་ནི་རྒྱལ་དར་གཞོན་སྲིད་ཀྱི་སྒྲོམ་པ་ཆེས་མང་བའི་ས་ཆའི་གྲས་ཤིག་ཡིན་ལ་གེ་སར་རིང་ནས་ད་ཞིག་རྒྱས་པའི་གནས་མཆོག་ཅིག་ཀྱང་ཡིན། དེ་རིང་བྱམས་པའི་ཁ་བརྡ་ལེན་ཚེ་ཆེད་དུ་ཁམས་འབྲི་སྟེགས་དུ་སོང་ནས་སྦྲུམ་པ་དར་རྒྱས་དང་བཀྲ་ཤིས་ཚེ་རིང་གཉིས་དང་མཉམ་དུ་ཁ་བརྡ་བྱེད་ཀྱི་ཡོད། རྫི་མ་ལྷས་རྒྱལ། དེ་ཡང་གེ་སར་རྒྱལ་པོའི་སྒྲུང་ནི་འཛམ་གླིང་གི་ཆེས་རིང་བའི་ལོ་རྒྱུས་སྙན་ངག་དེ་ཡིན་པ་མ་ཚད། ཀྲུང་ཧྭ་མི་རིགས་ཀྱི་རིག་གནས་ཀྱི་བང་མཛོད་ནང་ནས་འོས་འཕེན་འཕེན་དུ་འགྲོ་བའི་ནོར་བུ་ལྟ་བུ་དེ་རེད། མ་ཚད་གེ་སར་རྒྱལ་པོའི་སྒྲུང་ནི་མི་ཡི་རིགས་ཀྱི་གཟུགས་མེད་རིག་གནས་ཕྱི་ཕྱོགས་ཤིག་ཀྱང་རེད། གེ་སར་རྒྱལ་པོའི་སྒྲུང་ཞེས་བཤད་ཡོང་དུས་ད་སྒྲུང་པ་ནི་གེ་སར་རྒྱལ་པོའི་སྒྲུང་རྒྱུད་འཛིན་དང་དར་སྤེལ་གཏོང་མཁན་གྱི་སྲོག་ཤིང་ལྟ་བུ་དེ་རེད། ད་དེ་རིང་བྱམས་པའི་ཁ་བརྡ་ལེན་ཚད་ཀྱི་ནང་ནས་ད་འབྲུ་སྟོད་ས་ཆ་གི་སྒྲུང་པ་དར་རྒྱས་ལགས་དང་དེ་ནས་ང་གི་སྒྲུང་པ་ལོ་ཆུང་བཀྲ་ཤིས་ཚེ་རིང་དང་མཉམ་དུ་ཁོ་གཉིས་ཀྱི་སྒྲུང་གི་སྐོར་ནས་ཁ་བརྡ་བཟོ་གི་ཡིན། ཡིན་ན་མ་ཉེས་ཀ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་དགེ་རྒན་བཀྲ་ཤིས་བདེ་ལེགས། ད་ངོ་མ་ས་སྐྱིད་པོ་འདུག་ཨ། ད་དགེ་ལགས་ཀྱི་སྒྲུང་བཞག་དང་ཁོ་གཉིས་ཀྱི་སྒྲུང་བཞག་དེ་ཇི་སྲིད་མི་འདྲ་ད། ཁོ་ཁོ་གི་ཡང་སྒྲུང་བཞག་དེ་དམིགས་ས་ཅི་ར། འཇམ་བཞག་རེད་དགེ། ཨ། འཇམ་བཞག།
འཇམ་བཞག། འཇམ་དཀར། འཇམ་དཀར་འཇམ་མེད་འཇམ་བཞག། འཇམ་བཞག་དགེ་གི་སྒྲུང་བཞག་དེ། ང་ཡི་ཧོ་ཡིན་དེ། ངས་བལྟས་ནས་བཤད་ན།

ཚང་མ་དེ་གི་སྒྲོང་ལ་དགའ་བཞིན་དུང་བཞིན་ཆེན་པོ་ཆེ་ཆུང་རེད།
ད་ནས་ལོ་བཅུ་གསུམ་རེད་དེ། དེ་ནས་ལོ་བཅུ་གསུམ་གི་སྟོང་ལ་དེ་ནས་ད་ལྟ་རྒྱ་གྱི་ཨམ་ཉི་དཀར་པོ་ཟེར་བ་ཡོད་ན་རི་དཀར་པོ་ཞིག་ཡོད་རེད། ལགས་སོ། དེ་ལ་རི་སྐོས་སྐོས་ར་ཅིག་བརྒྱབ་དུས། དེ་ནས་རི་པིན་འདྲ་པོ་གི་དེ་འདྲ་རྡོ་ཞིག་སྙེགས་རེད། དེ་ལ་ད་རི་མོ་མང་པོ་ཟིག་ཤང་དེ་ལས་རྡོ་ཟིག་སྙེགས་ཚར་ཏེ་དེ་ནས་དགུན་དགུན་གྱི་རྨི་ལམ་ནང་ནས་ད་གེ་སར་སྐྱེས་པའི་དོན་དུ་སྒྲུང་རབས་རྣམ་ཐར་ཆེན་པོ་དེ་མང་བོ་བོད་ཀྱི་གི་ཀ་པར་ལ་ད

དེ་ནས་ཅུག་ཡི་གེ་བཞི་རེ་ཚང་བྱུང་དེ་ནས་དེ་སྔའི་ཡི་གེ་དེ་འདང་དེ་སྔ་མ་ལོག་དེ་སྔའི་སྒྲུང་དེ་བག་ཟེ་རེད།
གེ་སར་སྒྲུང་ནི་གོ་ལ་ཟླུམ་པོ་འདིའི་སྟེང་དུ་ཆེས་རིང་བའི་ལོ་རྒྱུས་སྙན་ངག་དེ་ཡིན་ལ་ད་ལྟའི་བར་དུ་ས་གནས་སོ་སོའི་སྒྲུང་པ་རྣམས་ཀྱིས་མུ་མཐུད་དེ་གསར་བརྩམས་དང་ཁ་སྣོན་མཛད་རྒྱུ་ཡོད་པའི་ལོ་རྒྱུས་སྙན་ངག་གསོན་པོ་དེ་གང་ཡིན། སྒྲུང་པ་ནི་གེ་སར་རིག་གནས་འཛུལ་ཞུང་སྤོས་སེམས་ཀྱི་སྲོག་ཤིང་ལྟ་བུ་དེ་ཡིན་ལ་དེ་ལ་ཤེས་ནས་རྫོགས་རྒྱུ་མེད་པའི་བབ་སྒྲུང་དང། བྲིས་ན་ཚར་གྱི་མེད་པའི་གཏེར་སྒྲུང། དགོངས་བརྡའི་ས་ལེར་ཤར་བའི་བཀྲ་སྒྲུང། ཕ་ཚ་བུ་རྒྱུད་ནས་སྤེལ་བའི་རྒྱུད་སྒྲུང། དེ་བཞིན་དུ་ཐུགས་སྒྲུང་དང་ལྷ་སྒྲུང་སོགས་སྒྲུང་པའི་རིགས་མང་པོ་ཡོད། འབྲུ་སྟོད་ན་གེ་དར་གཞོན་ཟེར་གྱི་སྒྲུང་པ་ཆེས་མང་བའི་ས་ཆའི་གྲས་ཤིག་ཡིན་ལ་གེ་སར་རིག་གནས་དར་ཞིང་རྒྱས་པའི་གནས་མཆོག་ཅིག་ཀྱང་ཡིན།

དེ་གི་རྒྱུ་མཚན་ཞིག་ཏུ་སྦྲང་རྩི་གཅིག་དེའི་ཐོག་ནས་ངོ་མ། ཁྱི་ཆུ་ལྡན་པ་གི་སྦྲང་རྩི་གཅིག་དེའི་ཐོག་ནས། ད་ང་ཁོའི་ངོ་མ་དངོས་པོ་གི་རྫུན་ནང་ནས་ཉིད་ལ་ཕན་ཐོགས་ཟིན་ང་ཁོའི་རང་ལ་འབྲས་བུ་འབྱུང་ཟིན་ང་ཁོ་ད་རེས་པུ་ཙི་ལ་ལང་གེ་སར་རྒྱབ་རོགས་ཀྱི་བསྟན་པ་དེ་ལས་ཞབས་ཕྱི་བསྒྲུབ་ཐབས་ཡིན་ཟེར་ང་ཁོའི་རྫུན་ནང་ལ་སྦྲང་ཡིན་བསམ་ཟིན་ཆུ་ལྡན་ནོ་སྦྲང་རིགས་ད་བསམ་ཟིན་སྦྲང་རྩི་གཅིག་དེ་ལོ་རྒྱུས་རིང་པོ་རིགས་ད་བསམ་ཟིན་སྦྲང་རྩི་གཅིག་དེ་ཤི། ཁོང་རླུང་ཐོག་ནས་བལྟས་ན་དེ་འདྲའི་རིགས་སམ་ངག་དབུགས་བལྟས་ན་སྦྲང་རྩི་ཞིག་དེའི་ཐོག་ནས་ངུ་མོ་དེ་འདྲའི་ཡིན་རེད་བསམ་ཟེར་ད་དེ་འདྲའི་རིགས་ད་དེ་འདྲ་རེད། རེད་རེད་རེད་རེད་རེད་ད་བཀྲ་ཤིས་ཚེ་རིང་ལོ་བཅུ་བཅུ་རེད་ཚེ་རུང་གིས་ན་སྐྱིད་སྟོང་གིས་ད་དུས་རྒྱན་གྱི་ཀུ་རུས་ཀྱིས་ད་ཡང་སྒྲོལ་མ་འདུག་བཟོ་འདུག་དེ་འདྲ་དེ་ནི་སྐྱིད་སྟོང་གིས་མི་དང་ང་སྒྲོམ་པ་འདི་ཅི་ཞིག་གིས་དགའ་ཤུགས་འདྲ་ད་དུ་སེམས་ཁམས་འདྲ།

ད་ང་ཚོ་གི་སྤྱི་སྟོང་གེ་སར་གི་སྒྲུང་དེ་ངོ་མཚར་ཆེ་པོ་རེད། དེའི་གི་ནང་ནས་ལ་ངས་ད་རེ་སྒྲུང་པ་དེ་ངོ་མཚར་ཆེ་པོ་རེད། སྒྲུང་པ་གི་ནང་ནས་བ་སྒྲུང་ཟེར་འོང་དེ་ལ་ལ་ལ་ང་ཚོ་བོད་གི་རིག་གནས་ལ་རྒྱུས་མེད་གེ་སར་རྒྱལ་པོ་གི་སྒྲུང་ལ་རྒྱུས་མེད་ན་ཨ་ཁེ་མཚར་དེ་འདྲ་འདུག་ཡོད་རྒྱུ་མ་རེད་སོང་ས་རེད་དེ་བ། རེད་རེད་རེད། ད་དེ་རིང་ང་གི་མིང་སྔོན་པོ་གི་རི། རྣ་བ་གི་ཉེ་ཁྱེད་རྣམ་པ་གཉིས་གི་ཡང་ཁྱོད་ཤན་པ་ཡིན་ཨ་ཟེར་དེ་ཤན་པ་དེ་ཁྲིད་རྒྱུ་རྒྱུ་རེད།

ལ་ལ་ག་ན་དཔའ་བོ་རེད་ཀྱི་ལ་ལ་ག་ན་ཁྱོད་སྲུང་མ་རེད་ཟེར་མཁན་ན་དེ་འདྲ་འདུག་ལ་ལ་ག་ན་གེ་སར་རྒྱལ་པོ་ཡོད་ལ་མ་རེད་ཟེར་མཁན་དེ་འདྲ་ལ་འདུག་ཁྱོད་རང་གི་སེམས་ནང་ལ་གེ་སར་རྒྱལ་པོ་ཟེར་ཅི་ན་ཅི་ཆགས་དང། གེ་སར་རྒྱལ་པོ་ཡིན་ན་ད་སྤྱི་གཙུག་གི་སོག་ལྷག་གི་བཀའ་མངགས་ཡིན་པ་མི་ཡོད་ལ་མངགས་བཞིན་གྱི་སྒོ་ནས་དེ་ནས་སྲིན་པོ་མི་མ་ཐམས་ཅད་དེ་དམ་ལ་གཏད་བཞིན་གྱི་སྒོ་ནས་ཁོང་གི་འགྲོ་སྟངས་ཕྲིན་ལས་དེ་སྒྲུབ་བཞིན་གྱི་སྒོ་ནས་དེ་ནས་སྤྱི་གཙུག་གི་སོག་ཁོང་མི་ཡོད་ལ་མངགས་ཏེ་མི་ཡོད་ཀྱི་འགྲོ་སྟངས་དེ་སྒྲུབ་ནས་གེ་སར་ཚོ་དངོས་གནས་ཡིན་ས་རེད་བསམ་ཟིན་ཏེ། དཔེ་ཡི་འདྲེན་ཧོན་ཤེས་ཀྱང་ད་ལྟ་དཔེ་ཡི་ངང་ཚུལ་འཛམ་གླིང་གེ་སར་རྒྱལ་པོ་ས་ཆུ་ཐོག་པོ་སངས་རྒྱས་འགྲོ་དྲུག་འདྲེན་པ་བླ་མ་ཨོ་རྒྱན་པད་མའི་ཕོ་ཉའི་རིགས་སམ་གང་པོ་རྣམ་འཕྲུལ་གསེར་ནི་སྒྲོན་ལུགས་ཤིག་འོད་འབུལ་གྱི་སྐོར་གྱི་ལ་སྟང་ལ་ལ་སོགས་པ་སྒྲོན་ནང་ལོ་ལེ། སྟོང་ཤིག་ལ་སོགས་པ་སྒྲོན་ནང་ལོ་ལེ། སྒྲོན་དེ་ལ་ཁོང་ལུང་རྟོགས་འདུས་བོད་མི་རིགས་ཀྱི་གསོ་སྦྱོང་རིག་གནས་དེ་ཐམས་ཅད་དེ་སྒྲོན་ནང་ལོ་རེད་བསམ་ཟིན་འདི་ལྟ། ང་དང་ང་འདྲ་བོའི་ལོ་ཆུང་ཐམས་ཅད་ད་ལྟ་སྒྲོན་འཛུགས་དེ་ཕར་ཆད་མྱོང་ཤེས་ས་མ་རེད་དེ་ཅི་རེད་ད་ཟེར་ན་ད་ལྟ་ཁྱེད་ཚོ་ཁ་པར་བཙལ་གྱི་མོ། བཙལ་ནས་བཤད་ན་ད་ཁྱེད་ཚོ་གི་སྟག་འོ་འདྲ་བརྙན་འཕྲིན་གྱི་མང་པོ་རིག་ཚར

གེ་སར་སྒྲུང་ལ་རྒྱུས་ལོན་བྱེད་བསམ་ན་གེ་སར་སྒྲུང་འབའ་གི་ངུ་དུས་ཀྱི་སྲུང་བ་ཉམས་སུ་ལེན་བསམ་ན་རྣམ་པ་ཚོས་མུ་མཐུད་དེ་ད་སྔ་དུ་བྱང་བལ་གྱི་ཁ་བརྡ་ལེན་ཚུལ་ལ་གསན་གཟིགས་གནང་བ་དགའ་བསུ་ཞུ་གི་ཡིན།